དེང་དུས་ཀྱི་རིག་གཞུང་རེ་ཚང་མ་ལོ་སྦྱོང་ཡག་གི་གོ་སྐབས་བཟང་པོ་འདི་འདྲ་ཞིག་བྱུང་རྗེས་ད་དེ་རིང་ཁ་སི་མང་པོ་ཁ་ས་ཁ་ནས་ཆེད་ལས་པ་དང་ཨེ་ནི་ཅིག་ཅིག་གང་ཅིག་ཅིག་མཁས་པ་མང་པོ་ཐོན་དང་ཆོས་སྲིད་གང་ཅིའི་ཐོག་ནས་མཁས་པ་མང་པོ་ཐོན་དང་ཐོན་བཞིན་པ་ཆེ་ཐུགས་ཟིན་ཡུན་དུས་ཙམ་དང་ཤེས་ཡོན་ཡ་ཐག་ཆོད་ཚང་མ་ལ་ཡོད་ཡོད་དང་ཡོད་བཞིན་པ་ཡིན་པ་རེད་དེ་འདྲ་ཡིན་དུས་ཙམ་ད་དུང་ཡིན་ན་ཡང་ཤེས་ཡོན་ཟེར་ཡག་དུས་གོ་ཡག་གལ་ཆེན་པོ་ཞེ་དྲག་རེད་ལྷག་བསམ་ཡོད་ན་ཡང་ཤེས་ཡོན་མེད་ན་ཨེ་ནས་ཡང་ཆེས་མཐོ་ཡག་ཅིག་ཁག་པ་ཡིན་པ་རེད་དེ་འདྲ་ཡིན་དུས་ཙམ་ནས་ཤེས་ཡོན་གྱི་རྒྱུད་ཕྱུག་པ་ཅིག་བྱེད་དགོས་ཡག་དེ་དཔེ་གལ་ཆེན་པོ་ཞེ་དྲག་རེད་ཤག་ཨེ་ནས་དེའི་ཐོག་ལ་ཡང་ཨེ་ནས་ཚང་མར་ལྷག་བསམ་རྣམ་དག་ཚང་མ་ཡག་པོ་ཡོད་བཞིན་པ་རེད་དེ་ད་དྲུང་ཡིན་ན་ཡང་ལྷག་བསམ་ཟེར་ཡག་དེ་ལྟ་གལ་གལ་ཆེན་པོ་ཞེ་པོ་ཅིག་རེད་དེ་ཡོད་རེད་དེ་ཡིན་དུས་ཙམ་ནས་དེའི་ཐོག་ལ་ཡང་གང་གཱའི་ཤུགས་གནོན་སྐྱོན་ཅན་གང་ལྟར་ཡང་དེ། གང་ལྟར་ད་ག་ད་ལྟ་ང་རང་ཚོའི་དུས་ཚོད་ཧ་ཅང་གི་ཕ་གི་གཉན་འཕྲང་འདི་འདྲའི་ཅིག་གི་སྐབས་ལ་ཡོད་པའི་སྐབས་ལ་ཨེ་ནི་ཚང་མས་དེ་ག་སོགས་རེད། སྙིང་སྟོབས་དུ་མ་སོང་ན་སྐྱེད་སྙིང་སྟོབས་སྐྱེད་བྱས་ད་སྙིང་ལ་རུས་པ་བཅུག་ནས་གང་ལྟར་དུས་ཚོད་ངན་པ་འདིའི་ཐོག་ལས་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོས་དབུ་ཁྲིད་པའི་ཨེ་ནི་ཆབ་སྲིད་ཀྱི་མཛད་གཙོ་རྣམ་པ་དང་དེ་བཅས་ཀྱི་དབུ་ཁྲིད་པའི་འོག་ནས་ང་རང་ཚོ་ཚང་མ་ལོ། མཉམ་མཐུན་མཉམ་འབྲེལ་གྱི་དོན་གོང་བུ་གཅིག་གྱུར་གྱི་ནུས་པ་ཟེར་བ་དེ་ཞེ་དྲག་ཆེན་པོ་ཡིན་པར་ང་ཚོ་ཚང་མ་ལོ་ཤོད་ཁ་ཡིན་ནའི་འདྲ་ཆོས་ལུགས་ཡིན་ནའི་འདྲ་ཚང་མ་མཉམ་མཐུན་གོང་བུ་གཅིག་གྱུར་གྱི་ནུས་པ་གཅིག་གི་ཐོག་ནས་ཏན་ཏན་ནུས་པ་ཐོན་ཐུབ་ཡག་གཅིག་དང། འབྲས་བུ་སྨིན་ཐུབ་ཡག་གཅིག་ཡོང་གི་རེད་བསམ་གྱི་འདུག་མ་གཏོགས་ང་ཚོ་ཕར་ཁ་ཐོར་གོ་ཐོར་ཕྱིན་པ་ཡིན་ན།